ཉེ་ཆར་དགུ་བཅུ་གསུམ་ཚོགས་པའི་ཀྱི་དྲ་རྒྱའི་སྒང་ལ་ཡི་གེ་འདི་བཞག་བཞག་དགུ་བཅུ་གསུམ་ཚོགས་གཙོས་ད་ང་བསོད་ནམས་རྡོ་རྗེ། ལྷོ་ཁ་ནས་ཡིན་པའི་བསོད་ནམས་རྡོ་རྗེ་དགུ་བཅུ་གསུམ་ཚོགས་པའི་ཀྱི་ནང་ལ་ཞུགས་མི་ཆོག་པའི་གསལ་བསྒྲགས་སྤེལ་འདུག་ད་འདི་ངས་ད་དེ་རིང་གསལ་བཤད་བྱེད་དགོས་པ་འདི་ཚོགས་གཙོ་འདི་གིས་ཁྲིམས་སྒྲིག་གཞི་གང་ཡང་ཤེས་ཀྱི་མི་འདུག། ད་འདི་ཡིན་དུས་ལ་དེ་རིང་ངས་ཁྲིམས་སྒྲིག་གཞི་དེ་མར་འགྲེལ་བཤད་ཅིག་རྒྱོབས་བཞག་ན་བསམས་སོ་ད་ཁོ་རང་གིས་ག་རེ་བྲིས་འདུག་ང་མར་ལ། ཕྱིར་དྲན་བྱེད་ཡས་ཀྱི་རྒྱུ་མཚན་དེ་གར་བཀོད་བྲིས་འདུག་ཟེར་ན། ཚོགས་པའི་ཀྱི་ཁྲིམས་དང་སྒྲིག་གཞི་འགས་ལངས་ཕྱོགས་དང་མི་མཐུན་པ་བྱས། དོན་ཚན་གཉིས་པའི་ནང་ལ་ཨ་ནི། དེ། གཉིས་པའི་ནང་ལ་ད་བོད་མི་བར་མི་ལུགས་པའི་གི་སའི་བྱ་སྤྱོད་སྣ་ཚོགས་ཡིན་ན་ཅི་བེད་ཡོད་རེད་བསམ་མི་ལུགས་པ་ཟེར་ཏེ་ག་རེ་ཡིན་མིན་ད་ངས་གི་ཡག་པོ་བྱེད་ཧ་མོ་གོ་ད་ད་ང་ཚོའི་གི་ཚིག་མཛོད་ནང་གར་འདུག་གི་ཅི་ད་ཡས་རེད་དེ་ནས་ལྷག་པར་དུ་བཙན་བྱོལ་བོད་གཞུང་གི་བཙན་བྱོལ་བོད་གཞུང་ཁོ་རང་ད་ད་ཡོད་མ་རེད་ཁོ་རང་གི་དེ། ད། ཤེས་ཡོན་མེད་ཀྱོ་མི་ཟེར་དུས་ཁོ་རང་གང་དྲན་དྲན་ཅིག་ད་གང་དེ་བྱས་བྱས་ཅིག་མ་ལ་བཀའ་རྒྱ་འགྲོ་བཞིན་བཏང་བྱས་ཁྲིད་བྱུག་ཡོད་འགྲོ་མི་ཅིག་ལ་ད་དྲི་ངན་དེ་ཅི་ཅིག་བོད་ཡིག་ཡང་དག་མེད་པའི་རྐྱེན་གྱིས་ད་དེའི་ནང་ལ་བྱོས་བྱ་དང་འདི་ཚོ་ཚང་མ་ད་བཤད་མུ་གོ་བྱས་གང་ཡང་དེ་མི་འདུག་ད་ཡིན་པ་ཡིན་ནས་གནས་ཚུལ་ཁ་ཤས་ཅིག་གི་སྒང་ལ་ཁོ་རང་གིས་ག་རེ་བྲིས་བཞག་བ་རེད་ཟེར་ན། ང་ཕྱིར་འཐེན་མ་བྱས་པ་ཡིན་ན་རྒྱ་གར་གྱི་བདེ་འཇགས་ཏང་གནོད་གི་ཡོད་རེད་རྒྱ་གར་བདེ་འཇགས་ཏང་གནོད་ཡས་ཀྱི་ང་ལ་གང་ཡང་དེ་ཡོད་མ་རེད་ཁོས་ལྟ་དེ་ཚན་རིག་དང་མི་མཐུན་པའི་སྐད་ཆ་ཆགས་སྡོད་རེད་ང་ཨོ་སི་ཁྲུ་ལི་ཡར་དེ་སྔའི་མི་གཅིག་གི་བྱ་སྤྱོད་ག་རེ་སྤེལ་ཡིན་ནས་ཨོ་སི་ཁྲུ་ལི་ཡ་གི་བདེ་འཇགས་ཏང་གནོད་གི་ཡོད་རེད་མ་གཏོགས་རྒྱ་གར་ལ་འབྲེལ་བ་ཁོ་རང་ཆགས་ཀྱི་ཡོད་མ་རེད་ད་ཁོས་གང་བྱུང་མ་བྱུང་བཤད་ནི་གཅིག་ལ་དག་ཡས་ཀྱི་དེ་ཡིན་གྱི་རེད་ཡིན་ནས་དེ་ཚོ་དང་ལས་སླ་བོ་ཅིག་མ་རེད། དེ་ཡིན་དུས་ལ་དེ་རིང་ནི་ངས་ག་རེ་བཤད་འདོད་པ་བྱུང་སོང་ཟེར་བ་ཡིན་ན་ངས་ཚོགས་དཔལ་གྱིས་ཁོ་རང་གི་ད་ལྟ་སྤེལ་བཞག་བའི་གི་བྱ་སྤྱོད་འདི་ཡོངས་སུ་རྫོགས་པ་ཁྲིམས་འགལ་སོང་ཙང་ང་ད་ལྟ་དགུ་བཅུ་གསུམ་ཚོགས་དཔལ་གྱི་ཚོགས་མིར་གནས་ཡོད་ཟེར་ནས་ཁོ་ལ་ད་ཅི་བཏང་ཡས་ཡིན། དེ་དང་མཉམ་དུ་ངས་ཁོ་ལ་ག་རེ་ཅིག་བཤད་འདོད་བྱུང་སོང་ཟེར་བ་ཡིན་ན་ཁྱོས་ཁྲིམས་དང་སྒྲིག་གཞི་ཟེར་འདི་ཤེས་ཀྱི་ཡོད་རེད་ཁྲིམས་ག་རེ་རེད་སྒྲིག་གཞི་ག་རེ་རེད་ལམ་ལུགས་སྲོལ་ག་རེ་རེད་དེ་རྒྱལ་ཐང་ལ་ངེས་པར་དུ་བཤད་དགོས་གཅིག་ཆགས་སོང། ག་རེ་བྱས་ནས་ལབ་པ་ཡིན་ན་ཁོས་ཁྲིམས་དང་སྒྲིག་གཞི་ཟེར་ཅིག་བཤད་ཀྱི་འདུག་ག་ཁྲིམས་དང་སྒྲིག་གཞི་རྦད་དེ་ཁོ་རང་ལོ་ནོར་དེ་ཡོད་རེད་གཅིག་དེ་ག་རེ་ཟེར་ན།

ལན་གཏུམ་སྙན་ཞུ་དེ་ཚོགས་ཆེན་སྐབས་ལ་གྲོས་ཆོད་བཞག་པ་འདི་ག་ཚོད་ཅིག་གྲུབ་ཟིན་བཞག་འདའ་ག་ཚོད་ཅིག་གྲུབ་རྒྱུ་རེད་བཞག་ཚོགས་པའི་ནང་ལ་ད་ལྟ་ཚོགས་པའི་གི་ཚོགས་མི་འདའ་ག་ཚོད་ཅིག་གི་གི་ཡོད་རེད་ཚོགས་མི་འདའ་གའི་གི་ཚོགས་པའི་གི་གནས་སྟངས་ད་ལྟ་འདི་ག་ཚོད་ཅིག་འདུག་འདི་ངས་རྩིས་ལེན་ཡོད་ཟེར་གསལ་བསྒྲགས་ཅིག་བྱེད་དགོས་གི་ཡོད་རེད་ད་འདི་ཁོ་བྱེད་ཐུབ་གི་ཡོད་མ་ཁོས་འདིའི་ནང་ལ་གང་ཡང་ཤེས་ཀྱི་ཡོད་མ་རེད། མི་ཤེས་པའི་གི་རྐྱེན་གྱིས། ད་ལྟ་བར་དུ་ཚོགས་འདུ་ག་ཚད་ཚོགས་ན་ཚོགས་འདུ་ཚོགས། ཚོགས་འདུའི་གི་གྲོས་ཆོད་བཞག་པ་དེ་ཆ་ཚང་ཅིག། རྒྱུན་ལས་གསར་པས་རྩིས་ལེན་རྩིས་སྤྲོད་བྱེད་དགོས་པ་རེད། འདི་གའི་རྩིས་ལེན་རྩིས་སྤྲོད་ཚང་མ་གྲུབ་པའི་གི་ཉིན་མ་དེ་ལ་གསར་འགོད་གསལ་བསྒྲགས་སྤེལ་དགོས་པ་རེད་ཚོགས་གཙོ་སུ་ཚོགས་གཞོན་སུ་རྒྱུན་ལས་སུ་འདྲ་ཅིག། ལས་བྱེད་སུ་འདྲ་ཅིག་བསྐོ་བཞག་བྱས་ཡོད་མེད་ལས་གནས་ག་རེ་ག་རེ་ཡིན་མིན་རྦད་དེ་ཁྲིམས་སྒྲིག་ཞིག་ཡོད་པ་ད་ལྟ་བར་དུ་ཚོགས་ཆེན་དུས་བབ་བར་དུ་དེ་འདྲས་བྱུང་ཡོད་རེད་ད་དེ་གའི་ཆ་ཚང་ང་ཚར་སོང་ན་དྲ་རྒྱའི་ཁ་བཞག་གི་རེད་ད་ཁོ་ཨང་དང་པོ་དེ་ཁོ་ཁྲིམས་སྒྲིག་གཞི་འགལ་བ་ཟེར་དེ་ཁྲིམས་སྒྲིག་གཞིའི་ནང་ལོགས་ལ་དགུ་བཅུ་གསུམ་ཚོགས་པའི་གི་རྒྱུན་ལས་ཨམ། ཚོ་ཕྱོགས་ཞུགས་རྒྱུན་ལས་འདི་ག་ཚད་བར་དུ་དེ་ཆོག་གི་རེད་ཟེར་ན་ཐེངས་མ་གཉིས་བསྟུད་འདེམས་བྱས་ཆོག་གི་ཡོད་དེ་ནས་དེ་ནས་འགྱུར་བ་གཏང་གི་ཡོད་དེ་འདྲས་ཡོད་རེད། ད་དེ་ཡོངས་སུ་ཚང་མ་འགལ་ནི་ད་དེ་རིང་ཁོས་བྱ་སྤྱོད་ག་འདྲས་ཅིག་སྤེལ་གི་ཡོད་རེད་ཟེར་བ་ཡིན་ན་ཚོགས་པའི་གི་ཚོགས་མི་ཅིག་སྤེལ་གི་ཡིན། ད་སྤེལ་གི་ཡིན་ཟེར་ནས་ད་ཕྱིར་འཐེན་བྱེད་ཀྱི་ཡིན་ཟེར་གསལ་བསྒྲགས་སྤེལ་བཞག་པ་རེད། འདི་རེད་ད། ད་ཚོགས་གཙོ་གཅིག་ལ་ཡོན་ཏན་མེད་ན་ཁྲིམས་སྒྲིག་གཞི་ཡོངས་སུ་རྫོགས་པ་ལས་འགལ་བ་ལས་ཀ་བྱ་སྤྱོད་སྤེལ་གི་རེད་ཟེར། ད་དེ་རིང་ཁྲིམས་སྒྲིག་གཞི་དགུ་བཅུ་གསུམ་ཚོགས་པ་ད་ལྟ་བར་ཚུ་ནི་རྒྱུན་ལས་སྐབས་བརྒྱད་པ་བར་ཚུ་ག་རེ་བྱུང་ཡོང་རེད་ཟེར་བ་ཡིན་ན་ཁྲིམས་སྒྲིག་གཞིའི་ལམ་ལུགས་སུའི་གནས་ཡུལ་རྒྱ་གར་གྱི་བདེ་འཇགས་དབྱེ་འབྱེད་ནས་དོ་སྣང་སྤྲད་ནས། ད་དེ་ལས་ལྷག་པའི་གི་གནད་དོན་གཅིག་གལ་ཆེ་ཤོས་ག་རེད་ཟེར་ན་རྒྱལ་བ་སྐུ་འཕྲེང་བཅུ་ཤུ་པས་གི་བཙུགས་གནང་པའི་གི་སྒྲིག་འཛུགས་འདི་ལ་ངོ་གནོང་མི་དགོས་པའི་གི་ལས་འགན་གཅིག་བྱས་ནས་ཡོང་བ་རེད། ད་ད་རེས་ཞབས་འདྲེན་རྦད་དེ་ལུང་པ་གང་ག་རེ་ཞུ་གི་ཡོད་རེད་ཟེར་ན། ལོ་རྒྱུས་གི་ཁུག་སོ་ཁུག་ཀྱོག་གཅིག་གི་ལ། མི་གཅིག་གིས་ཚོགས་པ་གེར་བཏགས་བྱས་བྱས་ནས་རྦད་དེ་ཚོགས་པའི་ནང་ལ་ཡོད་པའི་གི་ཚོགས་མི་གཅིག་གནས་དབྱུང་བཏང་ངེས་དེ་འབྲེལ་གི་དེ་ཚོགས་གཙོས་གི་གནང་བ་འགྲོ་མ་སོང་ཟེར་ཁྲིམས་སྒྲིག་གཞི་གང་ཡང་ལ་མ་བཏོན་པར་ལྟ་དེའི་ནང་དེ་ལ་ཁོས་བགྲང་བཞག་པའི་གི་དེ་བགྲང་བཞག་འགྲོ། ཚོགས་པའི་གི་ཁྲིམས་སྒྲིག་གཞི་དང་ལངས་ཕྱོགས་ཁྲིམས་སྒྲིག་གཞི་ལོགས་ཀ་རེད་ལངས་ཕྱོགས་ལོགས་ཀ་རེད། དེ་ཁོས་ཤེས་ཀྱི་ཡོད་མ་རེད། གཉིས་པ་དེ་ག་རེ་བྲིས་འདུག་ཟེར་ན་བོད་མིའི་བར་མི་ལུགས་པས་ཀྱི་ལས་འགན་སྣ་ཚོགས་བཀྲམས། མི་ལུགས་པས་ཀྱི་ལས་འགན་སྣ་ཚོགས་ཟེར་ན་ག་འདྲས་ཅིག་ལ་མི་ལུགས་པའི་ལས་འགན་ཟེར། ད་ཐོན་མི་སེམས་པ་འདྲ་གཉིས་པ་སླེབས་ནང་བཞིན་གྱི་ཁོས་སྐད་ཆ་འདི་འདྲས་ཅིག་གིས་བྲིས་བཞག་གོ། ད་ལྷག་པར་དུ་བཙན་བྱོལ་བོད་གཞུང་གིས་བཙན་བྱོལ་བོད་གཞུང་གོ་རྒྱོབ་ནས་བོད་མིའི་སྒྲིག་འཛུགས་ཆགས་ནས་ལོ་ལོན་ན་དེ་གི་ཟེར་ཅིག་སྟོབས་ན་དེ་གི་ཟེར་ཅིག་གསུངས་ཡོད་རེད། ཁོ་ཡི་གེ་གི་གུ་བཅུ་གསུམ་གྱི་ཚོགས་པ་ཡི་གེ་ཡ་ཆིན་ཇོ་ལ་ཅི་ཁི། མེག་ལོ་ཀ་ཆིན་ཇོ་ལ་ཅི་ཁི་གང་མ་གུ་བཅུ་གསུམ་ཡོངས་བྱས་པས་ཀྱི་ཉེར་ལེན་ལ་བལྟས་ནས་གནས་དང་དེ་ཀའི་ཤིང་གི་ཡོ་མར་བལྟ། ཁོ་རོད་ཀྱི་མདུན་ལ་ཁོ་རང་གི། དེ་ཁོ་རང་གི་བརྩི་འཇོག་བྱེད་སའི་ཀྱི། གཞུང་ག་འདྲའི་ཅིག་གི་འོག་ལ་འགྲོ་གི་ཡོད་རེད་དེ་ཁོས་ཤེས་ཀྱི་ཡོད་མ་རེད་ད། མི་དེ་འདྲའི་ཅིག་གིས་ད་དེ་འདྲའི་ཅིག་གིས་དེ་རིང་ག་རེ་འགལ་ཡོད་རེད་ཟེར་ན། ཚོགས་པའི་གི་སྒྲིག་གཞིའི་ནང་ལོགས་ལ། ཡ་ལ་མི་འཛུལ་ཡས་ལ། ཚོགས་མིའི་ནང་ལོགས་ལ་འཛུལ་ཡས་ལ་ཆ་རྐྱེན་ཡོད་རེད་ལ་མ་ལ་སྤི་ཡས་ལ། ཁྲིམས་དང་སྒྲིག་གཞི་འགལ་ན། ཚོགས་པ་དེ་གིས་གནས་དབྱུང་བཏང་ཡས་ལ་ཁྲིམས་དང་སྒྲིག་གཞི་ཡོད་རེད། ཡ་ལ་འཛུལ་ཡས་ཀྱི་ཁྲིམས་ཆ་རྐྱེན་ག་འདྲི་ཅིག་ཡོད་རེད་ཟེར་བ་ཡིན་ན། ཚོགས་པ་དེ་གས་ཀྱི་སྒྲིག་གཞིའི་ནང་ལ་ག་རེ་འཁོད་ཡོད་རེད་ལབ་པ་ཡིན་ན། གཅིག་སྟོང་དགུ་བརྒྱ་གྱོ་བཅུ་གྱི་ཚུན་ཐབ་རྒྱ་དམར་དགྲ་བོ་རྒྱ་དམར་དང་ཟེར་ད། བོད་པས་ཀྱི་མ་འོངས་པའི་ཀྱི་མདུན་ལམ་གྱི་ཆེད་དུ་དགྲ་བོ་རྒྱ་དམར་ལ་ངོ་རྒོལ་བྱས་ནས། དེ་ལ་ངོ་རྒོལ་གྱི་རྣམ་འགྱུར་སྟོན་མཁན་ཆབ་སྲིད་བཙོན་པ། བཙོན་ཟུར་བཙོན་ཟུར་དང་འབྲེལ་ཆགས་འབྲེལ་ཡོད་ལ་དཔགས་པ་དེ་གས་ཚང་མ་དབུས་བོད་མིའི་སྒྲིག་འཛུགས་ཀྱི་བདེ་སྲུང་གི་ངོས་ལེན་ཡོད་པའི་གི་མི་འཛུལ་ཆོག་གོ་ར་ད་ཡ། འདི་གས་ཡ་ལ་འཛུལ་ཡས་ཀྱི་ཆ་རྐྱེན་རེད་ད། མ་ལ་དཔེ་ཡས་ཀྱི་འགས་སྒྲིག་གཞི་དོན་ཚན་གསུམ་ཡོད་རེད་ཡིན་ནམ་དྲུག་བཞི་དོན་ཚན་གསུམ་དང་འགལ་ན་མ་དཔེ་ཡིད་ལ་དེ་ཡོད་རེད། དྲུག་བཞི་དོན་ཚན་དང་པོའི་ནང་ལ་རྒྱ་བོད་རིན་པོ་ཆེ་གི་དབུ་ཁྲིད་པའི་དབུས་བོད་མིའི་སྒྲིག་འཛུགས་གཏོར་བཤིག་འགྲོ་བའི་གི་ལས་འགན་ཙམ་ལས་འགན་དེ་ཁུངས་སྐྱེལ་ར་འཕྲོད་ཡོད་པ་ཡིན་ན། ད་དེའི་སྐབས་དེ་ལ་ཚོགས་གཙོ་སྐབས་དེའི་ཚོགས་གཙོ་ལ་ཨོང་ཚད་ག་འདྲས་ཅིག་ཡོད་རེད། ཟེར་བ་ཡིན་ན། དེའི་སྐབས་དེ་ལ་མི་དེའི་ཁུངས་སྐྱེལ་ར་སྤྲོད་གསལ་པོ་བྱུང་སོང་ན། མི་དེ་ལ་ད་ལན་གྱི་སྤྲད་ཡས་ཨོག་འཇགས་ཡོད་རེད། དེ་རིང་ཉིན་མོ་ནས་བཅས་ཁྱེད་རང་ལས་འགན་གང་ཡང་བརྩམས་མ་བཅོག་པར་དགུ་བཅུ་གསུམ་ཚོགས་པའི་གི་ཚོགས་མིའི་ཁུངས་ནས་དེ་རིང་ནས་ཚོགས་ཆེན་པ་སྐབས་ཇེ་མང་གི་ཚོགས་ཆེན་བར་དུ་ཁྱེད་རང་གང་ཡང་བྱས་ཆོག་གི་མ་རེད་ད། ཕར་ལ་ད་ཅི་ལྟ་ངེས་ཡོད་རེད། འདི་ད་དེ་བཏང་ནས་ཚོགས་ཆེན་སྐབས་ལ་ཁྱེད་རང་ཡོང་ནས་དངོས་སུ་ཡོང་ནས་ཁྱེད་རང་གི་ཁྱེད་རང་ལ་ད་ལྟ་ཕོག་པའི་གི་ཉེས་པ་འདི་དངོས་ཡོད་ཡིན་དང་དངོས་ཡོད་མེན་དང་ཁྱེད་རང་ལ་གསལ་བཤད་བྱེད་གི་གོ་སྐབས་ཡོག་རེད་གོ་སྐབས་འདི་སྤྲད་ཅན་གཞི་ནས་ཚོགས་ཆེན་སྐབས་ལ་ཐག་གཅོད་བྱེད་གི་ཡོག་རེད། ད་འདི་སྐད་གང་ཡང་ཐག་གཅོད་ཡོག་མ་རེད་ཁོ། དོན་ཚན་དང་མི་ནང་དེ་ཡོག་རེད། དོན་ཚན་གཉིས་པའི་ནང་ལ་རྒྱ་བོ་དྲ་དམར་དང་འབྲེལ་བ་བྱས་པའི་གི་དཔང་རྟགས་ཁུངས་བཙན་ཡོད་ན། དོན་ཚན་གསུམ་པའི་ནང་ལ་གནས་ཡུལ་རྒྱ་གར་གི་བདེ་འཇགས་ལ་གནོད་པའི་གི་རྒྱ་གར་དང་བོད་མིའི་གནས་ཡུལ་རྒྱ་གར་དང་བོད་མིའི་བར་ལ་འགལ་བ་སྣ་ཚོགས་བཟོས་པའི་གི་ཁུངས་སྐྱེལ་ར་སྤྲོད་གསལ་པོ་བྱུང་ན་གནད་དོན་འདི་གས་གསུམ་དང་འགལ་བ་ཡིན་ན་ཚོགས་གཙོ་དེ་གཞི་ནས་ད་བྱ་བ་དེ་བརྩམས་ཆོག་གི་རེད། བྱ་བ་དེ་སྤེལ་ཆོག་ཡས་དང་གང་ཡང་ཡོད་མ་རེད། དོན་ཚན་འདི་གས་ཡོད་རེད་ཁོ། ཡི་གེ་ཡིག་རྨོངས་གཅིག་གིས་ཡི་གེའི་ཚོགས་གཙོ་དེས་ཙང་སྣང་བ་གང་དྲན་བྱས་འགྲོ། སྣང་བ་གང་དྲན་དེ་འདྲས་ཅིག་བྱས་པ་འདིས་ཁོས་མ་ཐག་ས་ནས་ཁོ་སྐྱབས་མགོན་རིན་པོ་ཆེ་གི་ཞབས་འོག་ལ་དེད་བསྡད་པ་དེ་ཁོས་ཤེས་དགོས་པ་རེད། སྐྱབས་མགོན་རིན་པོ་ཆེ་ལ་དངོས་གནས་དྲང་གནས་ཀྱི་ཁོས་ཆེ་མཐོང་ཅིག་དང་སྐྱབས་མགོན་རིན་པོ་ཆེ་ལ་བརྩི་འཇོག་ཅིག་ཡོད་པ་ཡིན་ན། སྐྱབས་མགོན་རིན་པོ་ཆེ་གིས་ད་ལྟ་བར་དུ་ཁྲིད་གནང་བའི་གི་སྒྲིག་འཛུགས་འདི་གི་ནང་ལ་ཞབས་འདྲེན་ལུང་པ་གང་ཞུ་གི་མ་རེད་འདི་ག་ཚོད་ཞབས་ད་འདི་ཞབས་འདྲེན་འདི་ག་རེ་བྱས་ནས་ཁྲིམས་སྒྲིག་གཞི་རྩིས་མེད་དོ་རུས་བཏང། སྟོང་ཆ་གེར་བརྟག་བྱས། དགུ་བཅུ་གསུམ་ཚོགས་པ་སྟོང་མི་སྟོང་ཕྲག་འཛོ་བས་ཀྱི་ཆིག་བརྒྱུད་གེར་བརྟག་བྱས་ཀྱི་ཧམ་བསམ་བཅངས། འདི་འདྲས་བྱས་པ་ཡིན་ན། ད། ཆོས་འཇིག་རྟེན་གང་གི་ཐད་ནས་བཤད་པ་ཡིན་ན་མི་འདི་ཚོ་ནག་ཆེན་གཅིག་བརྩིགས་ཡོད་རེད་ད། དངོས་གནས་དྲང་གནས་ཀྱི་འདི་འདོད་ཅིག་ཁོས་བྱས་བཞག་པའི་ལས་ཀ་ཅིག་འདི་སྐད་རེད། ད་ཁོ་འདི་སྐད་བྱེད་ཡས་ཀྱི་བློ་ཁོག་དེ་ག་འདྲས་ཅིག་སླེ་ཡིན་ན་བསམ་ནས་ངས་མ་ལྟ་ཡོང་ཡིན་དུས་ལ། ཁོ་འདི་འདྲས་བྱེད་ཐུབ་ཡས་ཀྱི་བློ་ཁོག་དང་ནུས་པ་འདི་ཁོའི་རྒྱབ་ལོགས་ལ་མི་མགོ་བདུན་བཅས་པ་ཅིག་འདུག། དངོས་གནས་དྲང་གནས་ཀྱི་མིང་སྒོ་བསྟུན་བྱས་པ་གཅིག། དེའི་མིང་ལ་ཕུ་བོ་དཔོན་ལ་གོ་རེ་ད། གསལ་བཤད་ཅིག་བྱས་པས་ན། ཕུ་བོ་དཔོན་ཟེར་མཁན་འདི་ད་ང་ཚོའི་གི་གུ་བཅུ་གསུམ་ཚོགས་པའི་གི་ཚོགས་མི། ག་ཚེ་ད་ལྟའི་གི་ཆ་ལ་ང་ཚོ་སྟོད་པ་སྐྱིད་སྡུག་ལ་ང་ཚོ་ཚོགས་འདུ་ཚོགས་པའི་སྐབས་ལ་ཉིས་སྟོང་བཅུ་གསུམ་གི་སྤྱི་ཟླ་གུ་བལ་གྱི་དཔྱིད་ཉི་ཤུ་བདུན་ནས་འགོ་བཙུགས་ནས་ང་ཚོ་ཡི་གེའི་བསྟོད་པ་སྐྱིད་སྡུག་ནང་ལོགས་ལ་ཚོགས་འདུ་འཚོགས་པར་ཉིས་སྟོང་བཅུ་གསུམ་ལོ་ལ། དེའི་སྐབས་ལ་ཚོགས་མི་བརྒྱ་བརྩེགས་ཅིག་འཛོམས་ནས་མ་འོངས་པ་ལ་ཚོགས་པའི་གི་ནང་ལ་ལས་ཀ་བྱེད་མཁན་གྱི་དཀའ་ངལ་འཕྲད་སྲིད་ཀྱི་རེད་ཚོགས་པའི་གི་རྒྱུན་ལས་མ་འདང་པ་དང་དེ་འདྲས་ཀྱི་དཀའ་ངལ་འཕྲད་སྲིད་ཀྱི་རེད་དེའི་སྐབས་དེ་ལ་ང་ཚོས་ཚོགས་པ་འདི་ག་རེ་བྱེད་དགོས་རེད་གོ་རྒྱག་དགོས་ཀྱི་གནས་སྟངས་དེ་འདྲས་བྱུང་ནའང་སྲིད་དེའི་སྐབས་ནས་ཁྲིམས་སྒྲིག་གཞི་བཟོས་བཞག་ཡོད་རེད་ལ་ཡིག་ཆ་ཡོད་རེད་ད་དེ། ཡིག་ཆ་དེ་གའི་ནང་ལ་གལ་སྲིད་གནད་དོན་འདི་འདྲས་བྱུང་བ་ཡིན་ན་སྐབས་དེའི་སྐབས་ལ་ཚོགས་པའི་གི་རྒྱུན་ལས་ཟུར་པ་ཚོགས་གཙོ་ཟུར་པ། རྒྱུན་ལས་མ་རེད་ཚོགས་གཙོ་ཟུར་ཚོགས་པའི་གི་གཙོ་བོ་གསུམ་ཟེར་ཡོད་རེད། ཚོགས་གཙོ་ཚོགས་གཞོན་དྲུང་ཆེ་ཟུར་པ་གང་གི་རྫ་བྲག་གི་ཚོགས་ཆེན་འཚོགས་ནས་མི། ཚོགས་པའི་ནང་ལ་མི་མེད་པས་མི་སྟོད་མི་མ་འདག་པའི་སྐབས་ལ་ལམ་སང་རྫ་བྲག་གི་ཚོགས་འདུ་འཚོགས་བྱས་ནས། ཚོགས་པ་འདི་སྐུ་སྒེར་ཡིག་ཚང་ལ་རྩིས་སྤྲོད་བྱེད་དགོས་ཀྱི་ཡོད་སྲིད་ཡོད་རེད་ད་འདི་སྐུ་སྒེར་ཡིག་ཚང་གི་རྒྱུ་ཆ་དེ་ཡོད་རེད་ད་ལྟ་དགུ་བཅུ་གསུམ་ཚོགས་པ་འདི་སྐབས་དེ་དུས་ལ་མི་མང་ཤོས་འཛོམས་པའི་སྐབས་ལ་ཐག་གཅོད་དེ་འདྲས་ཅིག་བྱས་བཞག་ཡོད་རེད། ད་འདི་འདྲས་ཅིག་བཟའ་ཡས་ཀྱི་ཧམ་སེམས་བཅངས་ནས་ད་ད་ལྟ་ཡི་གེ་དགུ་བཅུ་གསུམ་ཚོགས་པའི་གི་ཁ་བྱང་གུ་རུ་མདོ་སྟོད་ཆོལ་ཁ་སི་ཁྲི་ཚང་དུ་བ། མདོ་སྟོད་ཆོལ་ཁའི་གྱི་སློབ་སྟོན་པ་ཡིན་ཟེར་མཁན་གྱི་གང་ཟག་ཕུར་པ་དཔོན་གྱི་རྒྱལ་ཐང་བླ་མ་སློབ་ཆུང་མེད་རྒྱུ་འདི་ལ་དགོས་མཁོ་བཏང་ཆེན་ལྟ་གཞི་ནས་ཡི་གེ་ནང་འཛུལ་ཡས་འགོ་ཚུགས་ཚར་རེད། འདི་སུས་ཤེས་དགོས་ཀྱི་ཡོད་རེད་ཟེར་ན་དགུ་བཅུ་གསུམ་ཚོགས་པའི་གྱི་དག་འབྲེལ་གྱི་རྒྱུན་ལས་གང་མཁས་ཀྱི་དྲང་བདེན་ཅིག་བྱས་ནས་སོ་སོའི་གྱི་ཁྱབ་ཁོངས་ཀྱི་དགུ་བཅུ་གསུམ་ཚོགས་པའི་གྱི་ཚོགས་མི་ཡོངས་སུ་རྫོགས་པའི་འདི་ཤེས་དགོས་ཡས་གལ་ཆེན་པོ་བཞི་པོ་ཅིག་རེད། འདི་དཀའ་ལས་ལུང་པ་གང་གྱོ་བའི་གི་ཚོགས་པའི་གི་མཚན་སྙན་དང་བཅས་པ་ཅིག་ལོ་རྒྱུས་ནང་ལ་ནག་འགྱང་ཆག་གི་རེད་འདི་ལོ་རྒྱུས་ནང་ལོག་ལ་ནག་འགྱང་ཆག་གི་རེད། འདི་མ་ཆག་གི་ཆེད་དུ་ངས་ད་ལྟ་ཡར་ལངས་སྐད་རྒྱག་དགོས་པའི་རྒྱུ་མཚན་འདི་འདྲས་ཡིན། ད་ད་ལྟ་ངས་མི་མགོ་བདུན་བྱས་པ་ཅིག་འདུག་ཟེར་གི་འདི་མི་འདི་གི་མགོ་ག་བ་ག་བ་ཡོད་མེད་འདི་འགྲེལ་བཤད་ཅིག་རྒྱོབ་བཞག་ན། ཨ་ནི་གནས་ཚུལ་དེ་ཁ་གསལ་བོ་ཆགས་རེད། མི་འདི་རྒྱལ་ཁབ་གསུམ་ལ་མགོ་བཏགས་རྒྱོབ་མི་གཅིག་རེད། རྒྱལ་ཁབ་གསུམ་ཟེར་ན་རྒྱ་ནག་ལ་མགོ་བཏགས་བཞག་བ་རེད་ལ་རྒྱ་གར་མགོ་བཏགས་བཞག་བ་རེད་ལ་བོད་མི་སྒྲིག་འཛུགས་ལ་མགོ་བཏགས་དེ་ངེས་མི་གཅིག། མི་འདི་གི་ཚོགས་པ་བཞིའི་ནང་ལོགས་ལ་ཡ་དཀྲུགས་མ་དཀྲུགས་བྱས་ཚར་བ་རེད། ཚོགས་པ་གཅིག་དེ་ག་རེད་ཟེར་ན་དགུ་བཅུ་གསུམ་ཚོགས་པའི་ནང་ལ་ཐོག་མར་འཛུལ་བྱས་ནི་ཁོས་བློ་བདེན་པ་ཡིན་མདོག་མདོག་བྱས་ནི། ཚོགས་པ་འདི་ཡར་དཀྲུགས་མར་དཀྲུགས་བྱས་ནས་ཚོགས་པའི་ནང་ནས་ཕྱིར་འབུད་བཏང་ཡིན་དང་ཚོགས་པའི་ཁོ་རང་ཐོན་ཡིན་པའི་གི་གནས་ཚུལ་ཁ་གསལ་གང་ཡང་མེད་པའི་གི་ཐོག་ནས། ཁོས་བཙན་བྲོལ་རྒྱལ་ཡུམ་བཙན་བྲོལ་ཚོགས་པ་ཟེར་གཅིག་གི་ནང་ལོགས་ལ་སློབ་སྟོན་པ་བྱས་ནས་དགུ་བཅུ་གསུམ་ཚོགས་པ་དང་བཙོན་གྲོལ་བ་ཚོགས་པའི་བར་འགལ་བ་སྣ་ཚོགས་བཟོས་པ་རེད། དེ་ཚོགས་པ་གཉིས་ལ་མགོ་བཏགས་རྒྱུ་གཅིག་ཆགས་རེད། དེ་ནས་ཆོས་བཤད་སྒང་དྲུག་གསར་རྙིང་སེ་གཅིག་ཆགས་ནས་ཆོས་བཤད་སྒང་དྲུག་རྙིང་པའི་ནང་ལ་ཁོས་རྒྱུན་ལས་འགྲོ་བྱེད་བྱས་ད་ཁོས་ཀྱི་གནད་འགག་གི་ལས་ཀ་དེ་ད་ལྟ་ངས་ཁ་གསལ་བོ་ཅིག་ཧ་གོ་གི་མེད་དེ་ཡིན་ནས་ཁོ་དེའི་སྐབས་ལ་རྒྱུན་ལས་ཅིག་བྱས་པ་རེད་རྙིང་པའི་ནང་རྙིང་པའི་ནང་ལ། ཁོ་རྦད་དེ་མི་དྲན་རྒྱུད་གོལ་པོ་དང་བཟང་ངམ་ཅན་ཅིག་ཡིན་དུས་ལ། ཆོས་ཞུ་སྒང་དྲུག་རྙིང་པའི་ནང་ལོགས་ལ་མི་དྲང་བདེན་མི་མང་པོ་ཅིག་གིས་ཁོ་འགྲིག་གི་མེད་པི་ཡོད་དང་ཁོ་རང་ཐོན་ཡོད་པ་དང་ཁོ་དེ་ཟ་ཡས་ཀི་ཟ་མུ་ཐུག་བད་ཀི་གནས་དུས་ཅིག་བཤད་ཡོད་ཧ་མོ་གོ། ཁོ་གང་ལྟར་ཆོས་ཞུ་སྒང་དྲུག་གསར་པ་རེད་ཟེར་དར་རམ་ས་ལ་བཙུགས་པ་དེ་གི་གི་སློབ་སྟོན་པ་བྱས་བྱས་ནས་མདོ་སྟོད་ནང་ལོགས་ལ་ད་ལྟ་བར་དུ་དཀའ་ངལ་བཟོས་བཞག་རེད་ད་ཁོ། མི་མགོ་བདུན་འདི་འདྲས་ཡོད་ངེས་བཅས་ཀྱི་ད་ད་ད་ཧམ་གསུམ་རྐྱང་བྱས་ནས་དགུ་བཅུ་གསུམ་ཚོགས་པའི་གི་སློབ་སྟོན་པ་ཡིན་འདོག་ཟེར་ནས་བཤད་ཡོད་རེད་ང་ག་དུས་ནས་བྱས་ནས་ཚོགས་པ་འདི་ལ་ཚོགས་འདུ་ག་དུས་ང་ཚོགས་འདུ་འདི་མི་དགེ་གངས་ཅན་སྐྱིད་གཤོངས་ལ་ཚོགས་འདུ་གངས་ཅན་སྐྱིད་གཤོངས་ལ་ཚོགས་འདུ་ཐེངས་མ་གཉིས་ཚོགས་པ་རེད་གཉིས་ཆ་ལ་བསྐྱར་བསྐྱར་ཡིན་གཉིས་ཆ་ལ་དེའི་སྐབས་དེ་ལ་ཁོ་ཕུ་བ་དཔོན་སློབ་དོན་རེད་ཟེར་གྱི་གང་ཡང་མི་འདུག་དེ་ནས་ཚོགས་པ་ཚོགས་འདུ་ཐེངས་མ་གཅིག་བསྟོད་པ་སྐྱིད་སྡུག་ལ་ཚོགས་པ་རེད་གཅིག་འདི་ད་ལྟ་དེ་དགེ་གི་དེ་ལ་ཚོགས་པ་རེད་ང་ཚོ་ནོར་བུ་ཧའོ་སི་ལ་ཚོགས་པ་རེད་དེའི་སྐབས་ལ་ནི་མི་འདུག་ད་ཚོགས་ཐེངས་བདུན་པ་འདི་ཨོ་སི་ཁྲུ་ལི་ཡ་ལ་ཚོགས་ཐུབ་པ་རེད་ཚོགས་པ་འདི་ཡར་རྒྱས་ཕྱིན་ན་མིན་ཅིང་སྐབས་དེ་འདྲའི་གི་ཚོགས་པ་དེ་འདྲའི་གཅིག་ད་ལྟའི་གི་ཆ་ལ། ཚོགས་པ་ཁྲིམས་སྒྲིག་གཞི་ཡོངས་སུ་འགལ་བས་ཀྱི་མི་གཅིག་གི་ཡི་གེ་ནང་དེ་དང་དེ་གའི་སྐབས་ནས་ང་ཚོ་ཚོགས་པ་གོ་རེ་སྒྲིག་གཞིའི་ནང་ལ་མ་མཐར་རྒྱུན་ལས་དབུས་རྒྱུན་བདུན་ཟེར་བ་རེད། ཁྲིམས་ཁང་འགན་འཛིན་གཅིག་རྩིས་པ་གཅིག་གཉེར་པ་གཅིག། ཚོགས་གཙོ་ཚོགས་གཞོན་དྲུང་ཆེ། དེ་རྙེད་པ་ཅིག་མ་ཐ་ས་ནས་རྒྱུན་ལས་བདུན་གྱི་དཀོན་པའི་རྩོམ་པས་ཀྱི་ཆོ་ཤུགས་རྒྱུན་ལས་བཞི་ལྔ་ཡོད་པ་ཅིག་ཚོགས་པ་དེ་གའི་གི་ཁྲིམས་སྒྲིག་གཞིའི་ནང་ལ་ཁོ་རང་ད་ག་རང་འཁོད་དེ་ཡོད་རེད་ད་ད་ནྡ་ག་རི་གྲོ་ཅིག་ཆགས་དེ་ཡོད་རེད་ད་རྒྱལ་ཐང་བླ་མ་ཟེར་ཅིག་དེ་རྒྱལ་ཐང་བླ་མས་ག་རི་ལབ་འདུག་ཟེར་ན། ད། ཚོགས་པ་དེ་ངས་དེ་བྱེད་དགོས་ཟིན་ལབ་ཡོད་རེད་ཟེར་ནས་དེ་འབྲེལ་གྱི་གནད་དོན་ཤེས་ཀྱི་ཡོད་རེད། ད་ད་ལྟ། དགུ་བཅུ་གསུམ་ཚོགས་པའི་གི་ཚོགས་མི་རྣམས་པས་ཤེས་དགོས་ཡས་གཅིག་ལ། ཚོགས་པ་དེ་གི་གི། དཔལ་འབྱོར་དེ་ད་ལྟ་རྩིས་ཁྲ་གསལ་པོ་གང་ཡང་འགྲོ་གི་ཡོད་མ་རེད་ད་དེ་ཤེས་དགོས། ད་ད་ང་ཚོ་ཚོགས་གཙོ་ཚོགས་གཞོན། དངུལ་གཉིས་རྩིས་པ་ཟེར་ནས་མི་ཞིག་དེ་གའི་གལ་ཆེན་ཞིག་རེད་གར་བྱས་ཟེར་ན་ཚོགས་པས་ཀྱི་དངུལ་དེ་གང་བྱུང་མང་བྱུང་འགྲོ་མི་གོ་ཚོགས་གཙོའི་སྲས་ཡིག་རྒྱོགས་དྲུང་ཆེ་ཤུ་གུ་མཱལ་བཏོན། དེ་གའི་དངུལ་གཉིས་ཀྱི་དངུལ་དག་འཛིན་བྱས་རྩིས་པས་རྩིས་ཁྲ་ཡོངས་སུ་རྫོགས་པ་བཟོས་ཅན་དེ་དགོས་གི་ཨོ་རེད་ད་ཚོགས་པས་ཀྱི་གུ་ཆུ་གསུམ་ཚོགས་པས་ཀྱི་དཔལ་ཆུ། སྐོར་རོགས་གཅིག་དང་ལྷག་ཙ་གཅིག་ཡོད་རེད། ཚོགས་པའི་གི་ས་ཁང་ཡོད་རེད། ཚོགས་པའི་གི་ཚིམ་ཁང་ནང་ལོགས་ལ་འབུམ་སུམ་ཅུ་སོལ་གྲངས་གི་མ་རྩ་ཡོད་རེད། ད་འདི་གས་ཡོངས་སུ་རྫོགས་པ་རྩིས་ཁྲ་ཁ་གསལ་བོ་དགོས་གི་ཡོད་རེད་ལ་ད་ད་ལྟ་ཁོས་ཡོངས་སུ་རྫོགས་པ་གོ་སྐྱོབ་བྱས་ནི་གར་བྱས་ཤའོ་རེད་ཟེར་ན་ཡི་གིའི་ནང་ལོགས་ལ་ཁང་ལ་བཏང་ཤ་ཁང་ལས་གི་རྩིས་ཁྲ་དེ་ཚོ་གསལ་བོ་དགོས་གི་ཡོད་རེད་ལ་གསལ་བོ་མེད་པ་ཡིན་ན་མ་འོངས་པ་ལ་ཚོགས་འདུ་ཚོགས་པའི་སྐབས་ལ་ང་ཚོ་གོ་ཤར་སྐྱ་ཡོངས་ཅན་གོ་སྐྱོབ། ཚོགས་པ་འདི་ང་ཚོས་ཀུ་ཀའི་ཡིག་ཚང་ལ་ཕུལ་ཡས་ཀྱི་ཐག་གཅོད་བྱས་ཤའོ་རེད་ཀུ་ཀའི་ཡིག་ཚང་ལ་ཕུལ་ན་གུ་བཅུ་གསུམ་ཚོགས་པའི་གི་ཚོགས་མིས་ཀུ་ལས་གྱོད་པ་འདི་ལ། དཔལ་འབྱོར་འདི་ཆུ་ཟོས་མ་འགྲོ་བ་གཅིག་དང་མ་འོངས་པ་ལ་ལོ་རྒྱུས་ཐོག་ལ་གུ་བཅུ་གསུམ་ཚོགས་པའི་གི་ཚོགས་མི་དེ་གས་དཀར་པོ་ཅིག་དེད་ཐུབ་ཨོ་རེད་ད། མི་འདི་འདྲས་ཅིག་གིས་ལས་ཀ་འདི་འདྲས་ཅིག་བྱས་པ་ཡིན་ན་མ་འོངས་པ་ལ་གུ་བཅུ་གསུམ་ཚོགས་པའི་གི་ནང་ལ་ཚོགས་མི་དེ་གས་ཚང་མ་ནག་རྐྱང་ཆགས་ཀྱི་ཡོད་རེད། ཚོགས་མི་ཚང་མས་འདི་སྐད་ཤེས་དགོས་དཔེ་གལ་ཆེན་པོ་རེད། འདི་ཞུ་ཡས་ཡིན་བོད་རྒྱལ་ལོ་ཨ་ནི་མ་འོངས་པ་ལ་ངས་ཁྲིམས་སྒྲིག་གཞི་རེ་རེ་ཚོགས་འདུ་ག་པར་ཚོགས་མི་ཚོགས་འདུའི་ནང་ལ་གྲོས་ཆོད་ག་རེ་བཞག་མི་རིམ་པས་རིམ་པས་རིམ་པས་མ་ང་ཚོ་འགྲེལ་བཤད་རྒྱོབ་ཆོག་གི་རེད། དེ་གཅིག་ཡིན། དེ་ནས་རྒྱལ་ཐང་བླ་མ་ལ་གཅིག་ཞུ་ཡས་གཅིག་ལ་ད་ལྟ་ཁྱེད་རང་གི་ཡི་གེ་འདི་གིས་ང་ཚོགས་པའི་ནང་ནས་མ་དེ་བྱེད་ཐུབ་ཀྱི་མ་རེད། ག་རེད་ཟེར་ན་ཁྲིམས་སྒྲིག་གཞི་ཡོངས་སུ་འགལ་བའི་གི་ཡི་གི་རེད། ཁྱེད་རང་ལ་ཁྲིམས་སྒྲིག་གཞི་ཁུངས་སྐྱེལ་ར་སྤྲོད་གསལ་པོ་ཡོད་པ་ཡིན་ན། གཞི་ནས་ང་ཚོ་ཚོགས་ཆེན་སྐབས་ལ་ཨ་ནི་ང་ཚོ་སྐད་ཆ་བཤད་ཡོང་གི་རེད་སྐད་ཆ་བཤད་ཆོག་གི་རེད། དེ་བར་དུ་ཁྱེད་རང་ང་ལ་གང་ཡང་བྱེད་ཡས་ཀྱི་ཐོབ་ཐང་སྤུ་ཙམ་ཡོད་མ་རེད་ཅེས་ནས་དེ་ཞུ་ཡས་ཡིན། ལགས་སོ་ཨ་ནི་བོད་རྒྱལ་ལོ།